ཨོའོ་བཀྲ་ཤིས་བདེ་ལེགས། གླིང་རྒྱལ་རྣམ་པ་ཚང་མ་ལ་ད་དེང་ཨ་ནི་ང་སྐྱིད་ན་ད་མུ་སྟང་ལ་འབྱོར་ཏེ་ཡོད། ད་མུ་སྟང་དེ་ཆི་ཐང་ད་ང་རང་ཚོ་བོད་ཀྱི་ལོ་རྒྱུས་ནང་ལ་ད་ཅིག་སྐད་གྲགས་ཆེན་པོ། ང་རང་ཚོ་མངའ་རིས་ཁུངས་སུ་གཏོགས་པའི་ཨ་ནི་ཡུལ་སྐད་གྲགས་ཆེན་པོ་ཆིག་ཆགས་དེ་ཡོད་རེད་བ། ང་རང་ཚོ་ལོ་རྒྱུས་ནང་ལ་ད་མང་པོ་ཞིག་སླེབས་ཏེ་ཡོད་རེད་ལོ་མུན་ཐང་ལ་འདི་ལི། ཨ་ནི་དེའི་ལོ་རྒྱུས་དེ་ད་ཆི་ཐང་ང་རང་ཚོ། མང་པོ་གཅིག་ཏག་ཏག་དེང་སང་དྲ་ལམ་བརྒྱུད་ནས་གོ་ག་ས་ནས་ཅིག་མཇལ་ཐུབ་རྒྱུ་ཡོད་རེད་བ། མཐོང་ཐུབ་པས་འདྲ་བོ་བརྗོད་རེད་ད་རྔན་པ་ཡིན་ན་ང་ཚོ་འདི་ལོ་སྨུན་ཐང་གི་ད་ང་ཚོ་ཁྲལ་ཆ་ཚང་ཡ་མངའ་རི་ཕྱོགས་ལ་འཕུད་རྒྱུ་རེད། མངའ་རི་གུ་གེ་རྒྱལ་པོ་ཕྱོགས་ལ། ཨ་ཕྱིས་སུ་ཨ་ནི་ང་རང་ཚོ་འཛུམ་ལང་རྒྱལ་པོ་ལ་ཕ་ཅེ་ཤོར་ཡོད་ས་རེད། ཨ་ནི་དེ་འདྲས་དེ་འདྲས་བྱས་ནས་ཕྱིས་སུ་ང་ཚོ་སླར་ཡང་ང་རང་ཚོ་བོད་འདི་ཨ་ནི་ད་ཅིག་དེ་མིན་མངའ་འོག་ཏུ་ཚུད་ནས་བཟུང་སྟེ། ཨ་ནི་འདིའི་གཡས་གཡོན་འདི་བ་ལ་ང་རང་ཚོ་བོད་པའི་བཙན། བོད་པ་བཙན་བྱོལ་བ་མང་པོ་ཅིག་ཡོང་སའི་ཨ་ནི་ས་ཆ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་ད་འདི་ནས་པས་ཐག་ཉེ་བོ་ཞེ་བོ་ཅིག་རེད་ང་རང་ཚོ། བོད་དང་ས་མཚམས་ཐག་ཉེ་བོ་ཞེ་བོ་ཅིག་བྱས། ཨ་ནི་ད་ང་ཚོ་སྐབས་དེ་དུས་ཨ་ནི་ང་རང་ཚོ་སྤྱི་བཏང་གི་ཡོངས་གྲགས་ནང་ལ་ང་རང་ཚོ་ཆུ་བཞི་སྒང་དྲུག།

ཨོ་དེར་ལྷན་རྒྱས་ཚོ་ཡག་པོ་བསྲིས་གནང་རོགས་བྱས་རྩ་བའི་དེ་སྐབས་དེ་དུས་ཨ

དེ་འདི་འདི་ཚོ་དྲས་ཏེ་ད་ང་ང་རང་གི་བསམ་ཚུལ་དུ་མ་སོང་ན་ད་ཅིག་ལོ་རྒྱུས་ཀྱི་ནང་གི་དཔེ་གནད་འགག་ཅན་གྱི་ཁང་པ་བྱེད་དུས་ཆུ་བཞི་སྒང་དྲུག་ད་དེང་སང་ཕ་རྗེས་འོད་གསལ་བའི་དྲན་སོང་བོད་པའི་སྤྱི་ཚོགས་ནང་ལ་ད་ངའི་དྲ་ལམ་ནང་ཏིས་ཏིས་མཇལ་མྱོང་ཡོད། ཨ་དེ་ཡིན་དུས་ཆུ་བཞི་སྒང་དྲུག་རང་གིས་སྣེ་ཁྲིད་པའི་ཐོག་ནས་ད་འདི་ཚོ་ནི་མུས་འཛིམ་འདྲ་བོ་ཆེ་ང་ཚོ་མ་སོང་ན་འགྲེམས་སྟོན་ཁང་འདྲ་བོ་ཅིག་བཟོ་ཐུབ་བ་ཡིན་ན་འདི་ལ་དེ་ཡང་ང་ཚོ་ལོ་རྒྱུས་ནང་ལ། གནད་འགག་ཅིག་ཆགས་ཀྱི་འདུག་དྲན་པའི་ཚོར་བ་འདྲ་བོ་ཅིག་སླེབས་ཀྱི་འདུག་ཨོ་དེ་འདྲའི་རེད་འོ་ཅི་རེད་ད་དེ་ལ་ཅི་དང་གང་དམིགས། ཕལ་ཆེར་ཉི་ཤུ་རྩ་ལྔ་སུམ་ཅུ་དེ་འདྲའི་གི་གཡས་གཡོན་དེ་བ་ལོས་ས་རེད། ཨ་ནི་ཁྱེད་རྣམ་པ་ཡག་པོ་ཅིག་གཟིགས་གནང་རོགས་གྱིས། ཨོ་དེ་འདྲའི་རེད་ཤག་དེ། སྐབས་དེ་དུས། དམག་མི་དེ་ཚོ་བཞུགས་ས་པོ་ལྟ་དེ་འདྲའི་འགྲོ་ཅིག། ཨ་ནི། ད་ང་ཚོ་དེ་འདི་ནས་ཡར་ཕེབས་སོང་ན། ཨ་ནི་ད་ལྟ་ཡི་གེ་ལམ་ཁ་ཞིག་དོར་བ་ལ་འདི་བརྒྱུད་ནས་ཡར་ཕེབས་སོང་ན། ང་ཚོ་བོད་ཀྱི་ས་མཚམས་དཔེ་ཐག་ཉེ་བོ་རེད་ད་དེ་ནས།

ཨ་ནེ་ཁོ་ཚོས་ང་ཚོ་ཡིན་ན་ད་དཔྱ་ཁྲལ་ཁང་ལ་འོ་རོགས་ཁྲལ་རྒྱག་ས་འོ་ཁྲལ་རྒྱག་སའི་ཁང་པ་དེ་ཕལ་ཆེར་འདི་རེད་བཞག་འདི་ལ་ཁོ་ཚོས་འབོག་ཁང་ལ་ཡོད་དོ་ཁོ་རང་ཚོའི་སྐད་ཐོག་ལ་ཨན་ཆུ་བྱི་སྒང་དྲུག་གི་ད་ཅིག་དམག་མི་འདི་ཚོས་དེ་གི་གུང་དུ་ཤི་བ་ན་བཞིན་ཁྲལ་རྒྱག་ས་དང་ད་དེ་ཚོ་འདི་ཆ་དེ་བཞག་ཞུས་ཡ་ཡིན།

ཡིན་ནའི་ཕ་ཆེ་ད་དེ་ད་ལྟ་དེང་སང་གི་དུས་ཚོད་ལ་དེ་ཧོ་ཀྲོལ་གྱི་ངོ་བྲོ་ཆགས་ཤིག་འདི་རྣམས་ལ་དགོངས་ཆེན་པོ་ཞུ་བཞིན་ཟེར་བ་ཟེར་ཨ་ནི་འདི་རྣམས་ལ་བྱམས་པ་བྱམས་པ་མགོན་པོའི་སྐུ་དཔལ་ཆེན་པོ་ཞིག་རེད་དེ་ཡང་ཕ་ཆེར་སྐབས་དེ་དུས་ནི་ང་རང་ཚོ་ཆུ་བཞི་སྒང་དྲུག་གི་དམག་མི་དུས་ཚོད་སྟོན་ནས་གཞན་བའི་ས་རའི་གྲལ་ནས་འགྲོ་ཅི་རེད་ཤག།